ལོ་ད་བཞི་བརྒྱ་དང་དྲུག་ཅུ་རེ་བཞི་ནས་ད་གོང་དུ་དོ་བ་ཅི་ལ་ནི་དེ་རེད་ཟེར་གོང་དུ་མདོར་བགྱིས་ན་དག་རང་བྲིས་བཞག་ན་སྤྱི་ལོ་མ་བྱུང་སྤྱི་ལོ་སྔོན་གྱི་ཟེར་བ་རེད་ད་སྤྱི་ལོ་སྔོན་གྱི་ལོ་བཞི་བརྒྱ་དང་དྲུག་ཅུ་རེ་བཞི་ནས་ཡ་ནི་ཁོ་རང་ཚོ་གི་ད་རིག་བྱེད་རི་རྩ་བའི་གི་ད་རིག་ཁོ་རང་ཚོ་ནི་དག་རང་ནས་ནི་ས་ཆ་མུ་ཇ་པུར་ཧྥུ་རུ་ཚེ་ཡ་དེ་གི་དེ་ནས། མུ་ཇ་ཕུར། པུར་ཟེར་གི་ད་མུ་ཇ་ཕུར་པུར། དེ་པཱ་ཏི་ནཱ་གི་དེ་ནི་དེ་སུ་ཚུར་ཡོང་བ་ན་ད་རང་ལ་ཡོད་རེད་རྒྱ་གར་གི་ད་དེ་བྷི་ཧར་གི་དེ་རྗེ་ས་པཱ་ཏི་ནཱ་ཟེར་གི་འདུག་ངོ་པཱ་ཏི་ནཱ་ནི་གི་ཚུར་ཤོག་ཅང་གི་ཕྱོགས་ནས་དེ་ཚུར་ཡོང་ན་དེ་ནི་མུ་ཇ་ཕུར་པུར་ཟེར་དེ་ཡོད་རེད། འོ་དེ་བ་ནི་ནི་ད་དེ་འདྲས་ཀྱི་ཁོང་རང་ཚོ་དེ་དེ་ཡོད་རེད་ཟེར་ན་ངོ་མ་དོད་ཅིག་དེ་ནི་སྐབས་ཐོག་དེ་ལ་ད་ཁོང་རང་ཚོ་མ་ག་འདི་གི་རྒྱལ་པོ། ཨ་ཇི་ཏཱ་སཱ་ཏུ་རི་ཞེས་བགྱི་བ་རེད། ཨ་ཇི་ཏཱ་སཱ་ཏུ་རི། ད་ཨ་ཇི། ཨ་ཇི་ཏཱ་སཱ་ཏུ་རི་ཞེས་ང་གདའ་གི་རྒྱལ་པོ་དེ་གི་ད་ནི་ཁོ་རང་ཚོ་ལ་ད་དཔེ་མ་སྲིད་པའི་གཉའ་གནོན་ད་སུན་ཙུར། ད་ཁོ་རང་ཚོ་ལ་གར་སོ་གར། ད་སྡིག་པོ་ཞུ་བཏང་བསྡད་ཡོད་ས་རེད་ཀ་ཏོག་ད་ལ་ཞི་བོ་ཁོ་རང་ཚོ་ལ་ད་ཅི། གར་སོ་གར་ད་གཉའ་གནོན་བྱེད་ན་འགྲིག་གི་རེད། ད་ཁོ་རང་ཚོ་ལ་ཞི་བོ་ཅིག། ད་སྡུག་པོ། ཞོ་གཅིག་བཏང་དེ་ན་འོ་དེ་འདྲ་གི་ཁོ་རང་ཚོ་ལོ་གཅིག་ལ་གཅིག་དྲི་ཞེན་འདུག་ལྟོས་ཅི་ནས་ནི་ཁོ་རང་ཚོ་གི་ད་ག་ལེ་ག་ལེ། དེ་ནས་ཁོ་རང་ཚོ་དེ་གི་ཉེ་ནུང་གི་འོག་ནས་བསྡད་མ་ཐུབ་པ་ཅི། ད་ཉི་མ་རྟག་པར་དེ་ནས་ཉབ་རྒྱུ་ཞེས་ཉི་མ་རྟག་པར་ཁོང་ཚོ་མི་སེ་ད་གཅིག་གྲོགས་ཆོམ་གཅིག་འདྲ་མི་འདྲ་བཅུ་བཅུ་གཅིག་གི་ས་རུ་ལྟོས་ཅི་ནས་ནི་ཁོ་རང་ཚོ་བསྡད་མ་ཐུབ་པ་ཅི་ཨ་ནི་སྤྲོས་རེད་ཟེར། ད་ག་བ་ལ་སྤྲོས་ཟེར་དམ་པ་ལ་ཧི་མ་ལ་ཀའི་རི་རྒྱུད་ཀྱི་ཕྱོགས་དེ་ལ་སྤྲོས། སྤྲོས་ཡོང་པ་རེད་ཟེར་ཁོང་ཚོ། དེ་ལ་བྲིས་ནས་ནི་དང་པོ་དེ་ལས་ད་ཧི་མ་ལ་ཀའི་ད་ས་ཁུལ་རི་རྒྱུད་དེ་ལས་འོངས་ན་རིགས་ཀྱི་མགོ་འདྲ་བོ་ཡོད། རི་རྒྱུད་དེ་ཚོ་ལ་ཁོང་ཚོ་ནི་དེ་རེད་ཟེར་ལོ་མང་པོ་ལ་ནི་རི་རྒྱུད་ལ་ནི་རི་རྒྱུད་དེ་ཚོ་ནི་ཁོ་རང་ཚོ་ད་ཅིག་ས་ཞང་འདྲ་བོ་བཏབ་འོ་དེ་འདྲ་བྱས་ནས་ནི་དུ་ས་ཅིག་དེ་རེད་ཟེར། ཨ་ནི་དེའི་གཞི་སྒོ་དེ་ལ་ད་ག་ལི་ག་ལི་ཁོ་རང་ཚོ་གི་ད་རི་རྒྱུད་དེ་ནི་མ་ད་ཤོང་ལ་ད་ཆ་མ་ས་ལ་ད་ཁོང་རང་ཚོ་ད་གནའ་སྔོན་མ་ཡིན་དྲི་བརྩམས་པ་ལ།

ཞེས་ལོ་སྐྱོང་པའི་ལོ་ཉིས་བརྒྱ་དང་ལྔ། དེ་གི་སྐབས་ལ་ནི་ད་ཀི་ར་ཐང་དང་ཁོང་ཚོ་དྲུག་དྲུག་དྲུག་དྲུག་ནས་ཐ་མ་དེ་ལ་ཉིས་ཉིས་བརྒྱ་ལྔ་གི་ལོ། ཨ་ནི་ཀི་ར་ཐ་དང་ཁོང་ཚོ་དྲུག་པ་ཅན་ནས་ཁོང་ཚོ་རྒྱལ་ཁ་ཐོབ་འདུག་ཁོ་རང་ཚོ་ལ་རྒྱལ་ཁ་ཐོབ་རྒྱལ་ཁ་ཐོབ་དུས་ཙམ་པ་ལ་དེ་ནི་ཁོ་རང་ཚོ་ད་ག་ལེ་ག་ལེ་ནས་ཀ་ས་ཀ་ཏི་མན་ཏྲོ་གི་དེ་ནི་རྒྱལ་ས་གི་ལུང་གཤོང་དེ་ཆ་ཚང་ཁོ་རང་ཚོ་གི་དེ་ནི་དབང་བསྒྱུར་བྱས་བྱ་བ་བ་དེ་འདྲས་ཅིག་རེད་བྱ།

ད་ཁོ་རང་ཚོ་དང་པོ་དེ་ལ་ནི་ག་འདྲ་མིན་འདུག་གི་ད་རྒྱ་སར་འདྲ་བོ་དེ་ག་བ་ལ་བཙུགས་ཡོད་རེད་ཟེར་ཙང་པ་ལ། གོ་ད་བ་རི་ཟེར་ཅིག་ཡོད་རེད། ད་གོ་ད་བ་རི་དེ་ང་ཚོ་ནང་པའི་ནང་པ་གི་གནས་ཅིག་ཡིན་ད་ནི་ཟེར་ནས། ད་དེ་ལ་དགོན་པ་དང་དེང་སང་མང་པོ་ཡོད་རྙིང་མ་གི་དགོན་པ་དེ་འདྲ་མང་པོ་ཞིག་ཡོད་ཅིག་ཡོད་རེད། ད་དེ་ལ་ཆོས་གཅིག་ཡོང་དགོས་ར་ཆོས་ཐུ་ཚོད་དེ་ནི་ཕོ་མོ་དགོས་ཅིག་མངལ་ཆེན་ཡིན་ཟེར་སྒྲུབ་ཆེན་ཡིན་ཟེར་ད་དེ་འདྲ་ཟེར་ནས་ནི། དེ་འདྲའི་ག་གནས་ཚ་ཆེན་པོ་ཅིག་གང་ལྟར་ད་བོད་ཀྱི་གནས་ཚ་ཆེན་པོ་ཅིག་བརྩིག་གི་རེད་ད་ཡང་ཡིན་འདུག་གིན་གནས་ཚ་ཆེན་པོ་ཅིག་བརྩིག་གི་རེད་ད་ང་དེ་བཞིན་སོང་བ་ཡིན་སོང་དེ་ཆོས་དེ་ཆོས་དད་པའི་སྐྲག་ཅིག་གི་ན་ཆོས་མ་ཡོང་གི་འདུག་ཆོས་དེ་ཅིག་མཐོང་ར་ཟ་མ་ལ་ཚ་འགྲོ་བའི་དེ་རྒྱ་ཚོགས་ཀྱི་ཆོས་འདྲ་ངོ་དེ་འདྲ་ཅིག་ཡིན་འདུག་ཚ་འདྲ་ནང་ལ་ཡོད་པ་དེ་འདྲ་གི་ཆོས་ཅིག་རེད་ཞག་བོ་དེ་ད་ཁོང་ཚོ་ད་ག་ནང་ད་དགོན་སྡེ་བ་རེད་ནས་རྒྱལ་ས་ཅེས།

བརྒྱ་བརྒྱ། སྲས་བསྐྱངས་པ་ཡིན་སྲིད་སྐད་ཅིག་དང་ལོ་ཆིག་སྟོང་ལ་སྲས་བསྐྱངས་མཁན་ཡིན་སྲིད་ད་དེ་འདྲ་གི་ཡང་ཤེས་ཚད་མ་འདྲ་བ་མང་པོ་ཅིག་འདུག་ཚེ་གཅིག་དུས་ཙམ་པ་ལ་ད། གང་ལྟར་ཁོ་རང་ཚོ་གི་ད། སུ་རལ་བང་སིའི་ཚོ་གི་འདུག་པའི་རྒྱ་རྒྱལ་རབས་འདིའི་གི་སྐབས་ཐོག་དེ་ལ་ད་ནི་པ་ལི་གི་པད་མ་སྲིད་པའི་ད་ནི་ཡང་རིག་གཞུང། ཆོས། ཚོང་ལས། ཇག་ནི་པ་ལི་གི་ད་ཕྱོགས་གང་ཅིའི་ཐད་ནས་ད་ངོ་མཐུན་ཧ་ལས་པའི་ད་ནི་ད། དུས་ཚོད་ཡག་པོ་ཞིག་དང་དེ་འདྲའི་དུས་རབས་ཡག་པོ་ཞིག་ཡིན་ཟེར་ཁོ་རང་ཚོ་ད་ཅིག Golden Age ཟེར། དེ་འདྲའི་ཨིན་ཇི་ལ་དེ་འདྲའི་བྲིས་ན Golden Age། དག་གསེར་གྱི་སྐར་ཟེར་དགོས་ར་གསེར་གྱི་ལོ་ཟེར་དགོས་ར་གསེར་གྱི་དུས་རབས་ཟེར་དགོས་ར། དེ་འདྲའི་ཅིག་གི་དུས་རབས་རྩ་ཆེན་པོ་ཞིག་བརྩིས་ཀྱི་འདུག་ཧ་ལི་བས་ནི་ནི་པ་ལི་དག་དང་སྔོན་ཐོན་དང་ཕྱོགས་གང་ཅིའི་ཐད་ནས་དེ་འདྲའི་སྟོབས་འབྱོར་མངའ་ཐང་དེ་རེད་དེ་རེད། འོ་དེ་ནི། ད་ཁོ་རང་ཚོ་ལི་ཙཱ་བྷེ་གི་རྒྱལ་པོ་དེ་ཚོ་ནི་རྒྱལ་པོ་ག་ཚོད་ཅིག་ཡོད་མེད་དེ་གསལ་ཁ་དོག་པོ་ཅིག་ཡང་ཡོད་མ་རེད་ཁོ་རང་ཚོ་དགོངས། ད་ཁོ་རང་ཚོ་ཐོག་དང་པོ་ནི་རྒྱ་གར་གི་མོ་ཟ་ཕོར་ཕོར་ཟེར་ཡ་དང་དེ་ནི་ཝེ་ས་ལི་ཟེར་གི་འདུག་ད་ཝེ་ས་ལི་ས་ཆ་དེ་ནི་ཚུར་ཡོང་ནས་ནི་ཁོ་རང་ཚོ་གི་ད་བྷེ་ལ་ཚུར་ཡོང་བྷེ་གི་དེ་ནི་རྒྱལ་སྲིད་དེ་ད་གི་ད་དེ་ནི་ཁོ་རང་ཚོ་རྒྱལ་ཁ་ཐོབ་རྒྱལ་སྲིད་དེ་བསྐྱངས་ནས་ད་རྒྱལ་པོ་ག་ཚོད་ཅིག་བསྐྱོང་ཡོད་མེད་དེ་གསལ་ཁ་དོག་པོ་ཅིག་རྩ་བ་ཉིད་ནས་མི་འདུག་ཤི་འོ་དེ་ཡིན། དེ་ནས་ད་ཁོ་རང་ཚོ་གི་ལོ་རྒྱུས་ཅིག་ད་མང་པོ་ཡོད་རེད་འདི། དར་ཁུག་གི་དེ་ནས་ལོ་རྒྱུས་ཞིབ་འཇུག་བྱེད་མཁན་དེ་འདྲས་ཡོད་རེད་དེ་ནས། ད་འདི་མང་ཆེ་བ་ཚོས་རྩ་བའི་གི་དེ་བྲིས་མཁན་དེ་བཱ་པོ་རམ་ཨ་ཙར་ཡཱས་ཟེར་དེ་རེད་དེ་བཱ་པོ་རམ་ཨ་ཙར་ཡཱས་གི་འདི་ལ་ཞིབ་འཇུག་མང་པོ་བྱས་ནས་བྲིས་བཞག་ཡོད་རེད། ཡིན་ན་ཡང་ཁོ་རང་གི་དེའི་ནང་ལོགས་ན་དག་ཞིབ་འཇུག་དག་བྱས་ནས་གནང་དགོས་པའི་ལོ་རྒྱུས་ལ་མང་པོ་བྲིས་ཡོད་རེད་དེ་ཡིན་ན་དག་རྒྱལ་རབས་དུས་གཟུགས་དེ་ནས་གོང་བསྒྲིགས་ཐུབ་ཡོད་མ་རེད། འོ་དེ་ཅི་ཡོང་དུས་དེ་ནས་དག་རྒྱལ་རབས་དེ་ཡིན་ནས་ག་ཚོད་བྱུང་པ་རེད་ཟེར་ཡ་དེ་ཅིག་ཞུ་ཐུབ་ཡ་ཅིག་དེ་རང་ཅིག་གསལ་ཁ་དོད་པོ་ཅིག་མི་འདུག་རེད་བ་ནི་ག་ལི་ག་ལི། ཆུའི་ལོ་རྒྱུས་འཁེལ་བ། ད་ཞིན་པ་གི་དེ་ཡང་དེ་འདྲའི་འབྲུག་ཡིན་ནས་དེ་འདྲའི་གཅིག་ཞིག་ན་ཡོད་སྲིད་པ་རེད་དེ་ཅི་དེ་ཡང་དེ་འདྲའི་དེ་འདྲའི་གི་ཅིག་བྱུང་སོང་བ་ན་ངས་ཡང་རྣམ་པ་ལྷན་ཅིག་ལ་ཞུ་ཡོང་ཞུ་ཡ་དེ་ཡིན་དེ་ནས་ད་ད་ལི་ཙཱ་བྷེ་གི་དེ་ནས་རྒྱལ་པོ་དེ་ཚོ་གི་ནང་ལོགས་ནས་དེ་ནས་ད་སྐད་གྲགས་ཆེན་པོ་གི་དེ་ནས་ཁོ་རང་ཚོ་ལ་རྒྱལ་པོ་གསུམ་སྐྱོང་བྱས་འདུག། སྐད་གྲགས་འཇལ་པོ་གི་རྒྱལ་པོ་གསུམ་དེའི་ནང་ལོགས་ནས་ད་རྒྱལ་པོ་དང་པོ་དེ་སུ་རེད་ཟེར་བསམ་པ་ལ། ད་མ་ན་དེ་བི་ཟེར་གི་རེད་ཁོང་ཚོ་མ་ན་དེ་བ་དྲི་བཞིན་བྱས་འདུག་ད་ཁོང་རང་ཚོ་ལ་དེ་བ་དེ་བ་ཟེར་གི་འདུག་བ་ལི་ཙཱ་བི་གི་དེ་ནས་རྒྱལ་པོ་འདི་ཚོ་བྱ་ཚང་དེ་བ་དེ་བ་དེ་བ་དེ་བ་ཟེར་གི་ཡོང་གི་རེད་ཁོང་རང་ཚོ་མིང་དེ་དག་རང་བྲིས་བྱས་རེད།

འོ་དོད་ཅིག་དེ་བརྩམས་པ་ལ་ད་ཁོ་རང་གིས་ངོ་ལ་ད་ག་དྲི་མ་དྲུག་གི་ལུང་ཤོང་དེ་འདི་གོ་ད་གཅིག་གི་གར་སོ་ག་རེད་གངས་རི་གི་ཕྱོགས་དང་ང་ཚོ་བྱང་གི་ཕྱོགས་དང་བོད་ཀྱི་ཕྱོགས་དུ་ཚོ་མང་ཆེ་བ་ཞིག་དེ་ནི་ཁོ་རང་ཚོ་བལ་ཡུལ་དུ་བཟུང་ཐུབ་མི་འདུག་ད་ཁོ་རང་གི་སྐབས་ཐོག་དེ་ལ་ད་ཁོ་རང་གིས།

འོ་ལྟོས་བཅས་ནི་དེ་ཚོ་ཚང་མ་ཡང་ཁོ་རང་གི་ས་ཆ་མང་པོ་ཞིག་གོ་ཚོད་ལེན་བཞག་འདུག་དེ་ནས་ཡང་ནུབ་ཕྱོགས། ད་ཀ་ཏྲ་མོ་ལུག་གི་ལུང་གཞུང་གི་ནུབ་ཕྱོགས་ལ་ཕ་དམག་བྱས་ནས་ལུང་ནུབ་ཕྱོགས་ནས་རྒྱ་གར་གི་དེ་ནི། ཅིག་ས་ཆ་དེ་ནས་མང་པོ་ཞིག་ཁོ་རང་གི་དེ་ལེན་བཞག་འདུག་དམག་བྱས་ནས་ས་ཆ་མང་པོ་ཞིག་ཁོ་རང་གི་ལེན་ནས། དེ་ནས་ཀ་ཏྲ་མོ་ལུག་དེ་དེ་ཚོས་རྒྱ་ནག་མོ་བསྐྱེལ་འདི་ཟེར་སྐོར་བ། བ་སྟོད་ཀྱི་འདུག་སྟོད་ཀྱི་འདི་བརྩམས་པ་ལ་ད་བོད་ཀྱི་ང་ཚོ་གངས་རི་གི་ཕྱོགས་ཡོད་བ། བོད་ཀྱི་ཕྱོགས་དེ་ཚོ་ལ་ཁོ་རང་ཡང་ཅིག་དམག་སྒྲིག་རྒྱབ་ཟིན་ན་འགྲིག་ག་ས་ཆ་དེ་ཚོ་དེ་དེ་ཚོ་ཁོ་རང་གི་ལན་འདུག། བ་སྟོད་ཀྱི་ནི་ད་གང་ལྟར་ཁོ་རང་ནི་བ་ལི་གི་ད། ལི་ཙཱ་བི་གི་རྒྱལ་པོ། དུ་ཚོགས་ཀྱི་ནང་ལོགས་ནས་རྒྱལ་པོ་སྐད་གྲགས་ཆེ་ཤོས་དེ་དག་ཁོ་རང་རེད། ཁོ་སྐད་གྲགས་ཆེ་ཡིན་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ཁོ་རང་གི་གཅིག་དེ་ཁོ་རང་གི་ས་ཁམས་རྒྱལ་གཅེས། ས་ཁམས་རྒྱལ་གཅེས་དེ་གཅིག་བྱས་དེ་ནས་ག་རེ་རེད་ཟེར་བསམ་པ་ལ། འཕེལ་རྒྱས་འཛུགས་སྐྲུན། གཉིས་པ་དེ་དེ་རེད་ཟེར། དེ་ནས་བཙུན་པ་དེ་ཁོ་རང་གི་ད་ཅིག་གར་སོང་བ་ར་དམག་དོན་གྱི་དེ་ནས་ཅིག་སྒྲིག་གཞི་ཞིག་བ་ར་ད་དེ་ཚོ་ཧ་ཅང་གི་ཞིབ་ཚགས་པོ་འོ་དེ་འདྲས་རེད་ཤག་ཁོ་རང་དེ་ཅིག་དེ་ནས་ནི་པ་ལའི་གི་ད་ལི་ཙ་བི་གི་དེ་ནས་རྒྱལ་པོ་ཅིག་གི་ནང་ལོགས་ནི་ཁོ་རང་སྐད་གྲགས་ཆེན་པོ་དེ་རེད་དེ་ཅིག་དེ་ནས་ནི་པ་ལའི་གི་ཁོ་བོ་ཅོང་ནས་ནི་ཁོ་རང་གི་ད་ལོ། བཞི་བརྒྱ་དང་བཞི་དྲུག་ཅུ་རེ་བཞི་ནས་ལྔ་བརྒྱ་དང་ལྔ་བར་དུ་ནི་ནི་པཱ་ལི་གའི་གནའ་སྔོན་མ་གི་ཡུལ་གྱི་ནི་པཱ་ལི་གི་ལུང་ཤོང་གི་ས་ཆ་དེ་ཕ་རྒྱལ་སྐྱེས་དེ་ནི་དེའི་བུ་དང། རྒྱ་ནག་ཏོ་ཙོ་ལ་ཕ་འདྲེ་བ་བཅས་རྒྱ་གར་ཏོ་ཙོ་དང་འདྲེ་བ་བཅས་ཚོང་བརྒྱབ། ཨོ་ཏུ་སི་བཅས་ནི་གོ་རང་གི་དཔེ་མི་སྲིད་པས་དེ་ནི། ད་ས་ཁམས་རྒྱལ་སྤྱིའི་དེ་ནས་ཚོང་ལས་དཔལ་འབྱོར། དེ་ནས་རིག་གནས་ནས་འཛེམ་པ་ལ་ཡང་ཁོ་རང་གི་རིག་གནས་དེ། ད་ངོ་ནས་བྱས་ན་ཁོ་རང་ཚོ་འདི་རུ་བྱམས་ཅིག་ལ་དེ་ནས་འདུ་བྱེད་མཁན་དེ་རེད། སྐུད་པ་བྱེད་མཁན་དེ་རུ་བྱམས་ཅིག་ལ་ད་དལ་ཁུལ་བྱེད་མཁན་ཁོ་རང་ཚོ་རེད་འདི་བསམ་པ་ལ་ཡང་ནང་པ་ཡང་དེ་དེ་ཟིག་ཁོ་རང་ཚོ་ཅིག་ཕྱོགས་རིས་ཉེ་རིང་མེད་པའི་སྒང་ནས་ཟེར་བ་ལ་ནང་པ་ལ་དེ་དེ་ཟིག་ཅིག།

གོ། ཡི་གེ་མ་བྲིས་ན་ཚིག་ག་རེ་ཡིན་པ་ཧ་མ་གོ་མང་པོ་བྱེད་འོ་དེ། དེ་ལ་ད་ང་ཚོ་ནང་པ་ཕྱི་ནང་གཉིས་ཀ་ཡན་ནི་དེ་རེད། ད་དད་གུས་བྱེད་ཀྱི་རེད། ཝེ། དེ་ཡིན་ངོ་ནི་དེ་ག་རེ་རེད་ཟེར་ཙམ་པ་ལ་དེ་བྱམས་གཅིག་རེད། བྱམས་གཅིག་རང་རེད་ད་དེ་གི་ལི་ཙྪ་བའི་སྐབས་ཐོག་དེ་ལ་ད་ཁོ་རང་གི་བྱམས་གཅིག་དེ་ས་འོག་གཅིག་ནི། ག་ཞིག་ཞེ་ན་ས་ཁོ་ནས་ས་འོག་ནས་བཏོན་པ་ཡིན་ཟེར་གྱི་འདུག་ད་ག་ཞིག་ཞེ་ན་དེ་ཁོ་རང་ཚོའི་སྐབས་ལ་བཟོ་རྒྱུ་ཡིན་ཟེར་གྱི་འདུག་ད་ཡིན་དེ་ཙམ་པ་ལ་ལི་ཙྪ་བའི་ཟུར་ཡ་བང་ཞིག་སྐབས་ཐོག་དེ་ལ་ཁོང་ཚོ་བྱམས་བརྒྱུད་ལ་དེ་འདྲའི་དད་གུས་བྱེད་མཁན་བྱམས་བརྒྱུད་ཀྱི་བཀོད་ཇེ་ཁོ་རང་གི་དང་གང་ལྟར་དེ་འདྲའི་དུས་བྱང་ཡོད་ས་རེད། ཨོ་ང་ཚོ་དེ་ཧ་མ་གོ་བ་ཅན་ནི་དེ་ནང་པའི་ལྷ་ཡིན་ན་ལྷ་ག་རེ་ཡིན་ག་རེ་ཧ་མ་གོ་བ་ཅན་དེ་ལ་ད་འགྲོ་མཁན་མང་པོ་བ་དེ་ལ་དེ་དགོན་པ་མང་པོ་རྒྱབ་བྱ་ཡོད་རེད། ད་དྭངས་སང་དེར་བོད་སྐད་དེ་ན་བོད་སྐད་ཀྱི་མར་གར་ཟེར་བ་ད་འདི་འབའ་ལེགས Narayan Thain ཟེར་གི་རེད། ད Narayan Thain ཟེར་བརྩམས་པ་ལ་ད་དེ་ར་ད Narayan ཟེར་བརྩམས་པ་ལ་ལུགས་རེད་བ། ལུགས་ཀྱི་ས་ཆ་ཟེར་བ་རེད། ཨོ་དེ་ལ་དེ་ནས།

གོ་རང་དག་དག་ནང་ལ་དག་གེ་དྲག་ཆེན་པོ་རེད། དེ་ནས་ད་དེ་བཞི་གོ་དེ་ལ་ང་རང་ཚོ་འདི་རེད་ད་བོད་གེ་ད་ཨ་ཞང་ང་རང་ཚོ་རྒྱལ་པོ་སྲོང་བཙན་གྱི་ཨ་ཞང།

ཟེར་གི་རེད། འོ་དེ་འདྲ་ཅིག་རེད་མི་འདུག། དེ་ནས་ད་ནི་པ་ལི་གི་ལི་ཙཱ་བི་གི་ཧ་ལམ་རྒྱལ་ཚོགས་བཞི་བཅུ། བཞི་བཅུ་ཞེ་གཅིག་ཞེ་གཉིས་གི་དེ་རྒྱལ་པོ་གཅིག་རེད་བྱ་རྒྱལ་པོ་དེ་ཡིན་ལ་ཤི་བ་དེ་བ་ལ་ཟེར་གི་རེད་ཤི་བ་དེ་བ་ལ་དེ། ཨང་སུ་བར་མ་དེ་ཁོ་ཤི་བ་དེ་བ་ལ་གི་ག་ཤི་གི་དམག་པ་ཡིན་ཟེར་གི་རེད་ག་ཤི་གི་ཁོ་རང་གི་བ་ཏི་ཇཱ་ཟེར་བ་ཏི་ཇཱ་ཟེར་ན་ད་ཁོ་རང་གི་ཨ་ཅག་གི་བུ་གི་རེད། ཨ་ཅག་གི་བུ་གི་རེད་སྲས་ཀྱི་རེད། འོ་དོད་ཅིག་དེ་ཡང་ནི་དེ་སྐབས་ཐོག་དེ་ལ་ཞི་བ་སྡེ་བ་གི་ད་ཞི་བ་སྡེ་བ་ཟེར་ཁོ་རང་གི་བུ་དེ་དེ་ནི་ཨུ་ཏི་སྡེ་བ་ཟེར་ད་ཁོ་ཀླུ་ཆུང་ཆུང་རེད་འདུག་ཨོ་ཀླུ་ཆུང་ཆུང་ཡིན་དུས་ཙམ་པ་ལ་ཁོ་རང་གི་ད་རྒྱལ་སྲིད་དེ་བསྐྱངས་མ་ཐུབ་པ་ཅི་ད་ཁོ་རང་གི་ཨ་ཅག་གི་བུ་གི་ཡིན་དུས་ཙམ་པ་ལ་ད་ཁོ་རང་ལ་ཡིད་ཆེས་ཤུགས་ཡོད་རེད་ཁོ་རང་རང་གི་ཨ་ཅག་གི་བུ་གི་རེད་དེའི་དགོངས་དེ་ལ་ཁོ་རང་དམག་དང་དུ་ཚོགས་ཀྱི་ཕྱོགས་ལ་དཔེ་མི་སྲིད་པའི་ཁེ་བ་དེ་ནས་ཅིག་ཆབ་སྲིད་ཀྱི་སྒང་ནས་ཁོ་རང་གི་ལས་ཀ་རྒྱ་ཆེན་པོ་བྱས་ནས་དེ་ནས་དམག་དོ་ཡར་གང་གེ་ལ་ཤ་དང་དོ་ཚོ་ཡར་མར་དམག་རྒྱབ་ཨོ་ཁོ་རང་གི་དེ་འདྲས་བྱས་བསྡད་ཀྱི་འདུག་དེ་བྱས་བསྡད་ནས་ད་ཞེས་པ་དེ་བས་ཁོ་རང་གི་ཚབ་ལ་དེ་ནས་ཨང་སུ་ཨར་མ་དེ་བཞག་འདུག་ཨོ་ཡ། ཨང་སུ་ཨར་མ་དེ་བཞག་ཡོང་དུས་ཙམ་པ་ལ་ད་ཨང་སུ་ཨར་མ་དེ་ད་ལི་ཚ་བྷི་གི་རྒྱལ་པོ་གཅིག་གི་ནང་བརྩི་དགོས་བྱུང་བ་རེད། དེས་མ་ཤེས་ཡིན་ཡང་དེ་ཁོ་རང་རྒྱལ་པོ་ཤི་བ་དེ་བིད་ཀྱི་བུ་གུ་ཡིན་འདི་བསམ་པ་ལ་ཤི་བ་དེ་བིད་ཀྱི་ཨ་ཅག་གི་བུ་གུ་རེད་ད། ཨ་ཅག་གི་བུ་གུ་འདི་ཤི་བ་དེ་བིད་ཀྱི་ཨ་ཅག་གི་ཁྱོ་ག་དེ་ཁྲ་ཁོ་རི་རེད་འདུག་ཁོ་རང་ཡིན་ཡང་འདི་ཁྲ་ཁོ་རི་གི་རིགས་རེད་ཤ་འདི་ཨང་སུ་བར་མ་འདི། འདི་ལི་ཙ་བི་གི་རིགས་འདི་ཅིག་ཏག་ཏག་ཅིག་ཡིན་ས་མ་རེད་ཡིན་ན་ཡང་ད་ཁོ་རང་གི་འདི་རུ་ཨ་ཅག་གི་བུ་གུ་བ་ཏི་ཅག་ཡིན་འདི་ད་བ་ཏི་ཅག་དེ་ཁོ་རང་གི། ཁོ་རང་གི་བུ་གུ་དེ་འུ་དེ་དེ་བ་སི་ཡ་དེ། ཆེན་པོ་ཆགས་སྲིད་པར་དེ་དག་ཁྱེད་རང་གི་རྒྱལ་སྲིད་བྱང་ཕྱོགས་སུ་ཁོ་ལ་སྤྲད་དོ། འོ་དེ་ཇི་སྟེ་ནས་ཁོ་རང་གི་རྒྱལ་སྲིད་བྱང་དེ་ཤ་ཁོ་རང་གི་རྒྱལ་སྲིད་བྱང་བ་དེ་བའི་སྐབས་ཐོག་དེ་ལ་ད། བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་དང་དེ་ནས་རྒྱ་གར་གྱི་ཧ་ཤི་བར་ལྡན། ད་ང་ཚོ་ཧར་ཆ་ཟིག་འདུག་ད་དཔེ་སྟོབས་ཆེན་པོ་ཆགས་འདུག། དེའི་མི་ཚེ་དེའི་སྒང་དེ་ལ་ད་དུ་ཟོག་གི་ནང་ལོགས་ནས། བོད་ཀྱི་རྒྱལ་པོ་ད་ཁོང་ཚོ་ལོ་རྒྱུས་ལ་བྲིས་འདུག། དེ་སྲོང་བཙན་སྒམ་པོ་དེ་ད་དཔེ་མི་སྲིད་པའི་སྐད་གྲགས་ཆེན་པོ་སྟོབས་ཆེན་པོ་ད་མ་མཐོང་གི་ཆོག་ལ། ད་ག་ས་ག་བ་ལ་ཁོ་རང་གི་བཙན་འཛུལ་ཕ་རྒྱ་ནག་ལ་དམག་བརྒྱབ་ད་དེ་ནས་བལ་ཡུལ་གྱི་ཕྱོགས་ལ་ཚུལ་བཙན་འཛུལ་གྱི་འདྲ་མི་འདྲ་བཅོ་བརྒྱད་བྱེད་དགོས་སོ་པའི་སྐད་གྲགས་ཆེན་པོ་ནི་རྒྱ་གར་ནས་བཀོལ་ལ་སྐད་གྲགས་ཆེན་པོ་ཆགས་ནས་ད་ཅིག་སྐྲག་དེ་འོ་དེ་འདྲ་གི་ཅིག་མྱུར་པོ་ཅིག་ཡིན་ས་རོ། བོད་སྤྱི་འདི་ཡང་ནི་ད་ཁོ་རང་གི་ཡང་ནི་བིར་ཀུ་ཏི་ཟེར་གི་དོ་བལ་ས་ཁྲི་ཙི་འདི་ཕ་ད་རྒྱལ་པོ་སྲོང་བཙན་ལ་སྤྲད་པ་རེད། ད་ནི་པ་ལི་གི་དེ་ཟེར་ཅིག་ཁོ་རང་ཚོ་ཅིག་ཉན་མང་བོ་གང་ནས་ཤེས་གར་ད་དེ་ཟེར་དེ་ཁོ་རང་ཅིག་ཟེར་ཉི་མ་དྲོ་བ་འདྲ་བོ་ཅིག། ཨོ་དེ་འདྲ་བྱས་ནས་ཕ་བཤད་གི་རེད་ད། ང་རང་ཚོ་ཡིན་ན་ད་རྒྱལ་པོ་སྲོང་བཙན་གྱིས་དེ་ནས་བལ་བཟའ་ཁྲི་སྲིན་ནག་མ་ལེན་ཟེར་ཙང་པ་ལགས་ཀྱིས་བོད་པ་ཆེན་པོ་གང་ནས་ཅིག་བཤད་གི་འདུག་ཁོ་རང་ཚོ་དེ་འདྲ་བཤད་གི་མི་འདུག་དེ་ཟེར་ཅིག། སྤམ་ཤོར་བའི་སྲོལ་འདྲ་བོ་ཅིག་དང་ཁོ་རང་ཚོ་གིས་དེ་ཟེར་ཅིག་བཤད་ཉེས་མ་གྲོལ་བའི་སྲོལ་འདྲ་བོ་ཅིག་གང་ནས་ཨ་ནི་ད་ང་ཆང་ཚོ་སྲོང་བཙན་སྒམ་པོ་ལ་ང་ཚོ་བེར་ཁུར་དེ་ནར་མར་སོང་ནས་དཔེ་ཡག་པོ་བྱས་ཡ་རེད། ཨོ་དེ་འདྲ་ཅིག་ཟེར་གི་རེད་ཡིན་ན་ཡང་ད་ཁོ་རང་ཚོ་གི་དེའི་གི་སྐད་ཆའི་སྟེང་གི་ཤུགས་ན་ག་རེ་ཡོད་རེད་ཟེར་དུས་ཙང་པ་ལགས། ད་ནི་པ་ལས་གི་དེ་ནས་གལ་སྲིད། རྒྱལ་པོ་སྲོང་བཙན་ལ་སྦིར་བཀོད་སྒྲིག་དེ་མ་སྤྲད་པ་ཡིན་པ་ཡིན་ན་ད་སྙིང་གི་འབྲེལ་བ་དེ་མ་བཅད་པ་ཡིན་ན་ནི་པ་ལི་དེ་བོད་ཀྱི་རྒྱལ་ཕྱག་རྒྱ་དམ་པ་སུམ་ཡ་དང་གང་ལྟར་ད་མ་གསུངས་པ་ཡིན་ན་ཡང་ད་དེ་གི་ཅིག་བཙན་འཛུལ་དང་དབང་ཤུགས་དང་དེའི་སྒང་ནས་ད་ནི་པ་ལི་ཉེན་ཁ་ཆེན་པོ་ཞུ་འཕྲད་བསྡད་ཡོད་ས་རེད། འོ་དེ་འཕྲད་ཡོད་བསྡད་ཡོད་དེ་བསམ་པ་ལ་ད་ང་ཚོ་རང་གོ་རང་མ་ཤེས་དམག་དམག་དོན་ལ་འཁེལ་པ་ད་ནི་ཆབ་སྲིད་འཁེལ་པ་ཅིག་རེད་འདུག་བ་ད་ཅི་ནི་ད་ཁོ་ད་རྒྱལ་པོ་རེད་མི་ད་ཁོ་རྒྱལ་པོ་གི་རྒྱལ་སྲིད་དེ་ཁོ་ལ་བསྐྱང་གི་ཅིག་ག་རེ་འོ་དེ་འདྲ་ཅིག་གི་མི་ཅིག་ཡིན་དེ་བསམ་པ་ལ

ད་ལྟ་ཅན་གྱི་སྒོ་ནས་བཤད་པ་དེ་ཚོ་གི་ལོ་རྒྱུས་ཞིབ་འཇུག་པ་དེ་ཚོ་གི་བཤད་དུས་སམ་བ་ལ་མང་ཆེ་བ་ཟེར་གི་དེ་ཟེར་གི་འདུག་སྦིར་ཀོ་ཏེ་བལ་བཟའ་ཁྲི་ཟེར་འདི་ཨང་སོ་ཨར་མ་གི་དེ་ནི་བུ་མོ་མ་རེད། ད་ཨང་སོ་ཨར་མ་དེ་ནི་ང་ཚོ་ཨོ་སི་ཀོ་ཅན་ནས་ཅིག་ཟེར་གི་འདུག་བ། འདི་གི་བུ་མོ་དེ་མ་རེད། དེ་ཟེར་གི་འདུག་ད་གར་ཆེན་མ་རེད་ཟེར་དུས་སམ་བ་ལ། ད་ཨང་སོ་ཨར་མ་ཁོ་རང་དེ་རེད། འདི་ལོ་དྲུག་བརྒྱ་དང་ང་ནི་དྲུག་བརྒྱ་དང་ཉི་ཤུ་རྩ་གཅིག་པར་ད་གུ་རྒྱལ་སྲས་བྱང་བ་རེད་ད་དྲུག་བརྒྱ་དང་ཉི་ཤུ་རྩ་གཅིག་ལ་ད་གུ་འདི་བཀྲོང་བ་རེད་བ་ད། བ་ལྟོས་བཅས་འདི་བརྩམས་པ་ལ་ཨང་སུ་བར་མ་འདི་བཀྲོང་འདི་ལོ་གསུམ་གི་རྗེས་དེ་ལ་ནི་བལ་བཟའ་ཁྲི་བཙུན་དེ་སྐྱེས་པ་རེད་ཟེར།

ཁོང་རང་ཚོ་གོང་བསྒྲིགས་ནས་བཤད་པ་བཏང་བའི་སྐབས་ཐོག་དེ་ལ་མང་པོ་ཅིག་གིས་དེ་འདྲ་ཟེར་ད་ཞིབ་འཇུག་གི་འབྲས་བུ་འདྲ་དག་རང་ཐོན་ཡོང་གི་འདུག་འདི་ཅི་སྟེ། ད་ཧ་ལམ་ཅིག་ཡིན་ས་མ་རེད་བསམ་གསུམ་ཅིག་འདུག་ཟེར་བ་བསྟན། དེ་ནས་ད་ཁོང་ཚོ་ག་རེ་ཟེར་དགོས་རེད་ཟེར་ན་ད་ཁག་ཅིག་གིས་ཁོང་རང་ཚོ་ཞི་བ་དེའི་ཟེར་ཡ་དེ་གི་བུ་མོ་རེད་ཟེར་དེ་བོད་ཀྱི་ལོ་རྒྱུས་ཡིག་ཆ་དེ་ན་ཅིག་དེ་འདྲ་དེ་འདྲ་ཡིག་ཆ་ཁ་ཤས་ཅིག་ཐོན་ཡོད་རེད།

སྦིར་བཀོད་སྒྲིག་དང་ད་སྐད་གྲགས་ཆེན་པོ་པོ་ལ་སོང་ནས་ནི་ཁོ་རང་ཚོ་སྐད་གྲགས་ཆེན་པོ་ཆགས་རེད། ད་རྒྱལ་པོ་སྲོང་བཙན་སྒམ་པོ་དང་དེ་འབྲེལ་གྱི་སྟོབས་ཆེན་པོ་གི་རྒྱལ་པོ་གཅིག་ཡིན་འདི་བརྩམས་པ་ལ་ད་ཁོ་རང་ཚོ་གིས་ག་རེ་བྱས་རེད་ཟེར་བརྩམས་པ་ལ། ནང་པའི་ང་རང་ཚོ་གི་ད་ཆོས། ནང་པའི་ཆོས་དེ་ལ་ཞི་བ་དང་འཛིན་མའི་ཚེ་བའི་ཞི་བ་མང་པོ་ཡོད་ནང་པའི་ཆོས་དེ་ཁོ་རང་ཚོ་ཕ། བུ་ལ་ཁེལ་ནས་བུ་ནས་མོ་རང་གི་ནང་ཆོས་ད་རེ་ལ་དཔེ་མི་སྲིད་པའི་ཤུགས་རྒྱབ་པ་རེད།

དེའི་ཁོ་རང་ཚོའི་ཁྱི་ནེང་ག་འདྲ་བོ་ཡིན་པའི་ཅིག་གལ་ཆེ་ཤེས་གི་འདུག་ཁོ་རང་ཚོ་ད་བར་བོད་ཀྱི་རྒྱལ་པོ་སྲོང་བཙན་དེ་བར་ནང་ཆེ་དེ་བར་ལྟར་བྱས་ནས་ཞི་བ་ཅིག་མ་བཟོ་བ་ཡིན་ན་དཔེ་ད་དྲག་པོ་ཡིན་དྲག་ནས་ཟེར་གོ་ར། དེ་ནས་ད་ཅིག་ཉེན་ཁ་ཆེན་པོ་རེ་འཕྲད་ཡོད་ས་རེད་ད་ཅིག་ནི་ནང་ཆེ་གི་ཚད་མས་ཞི་བ་འདྲ་བོ་ནང་ཆེ་དེ་བར་ཐར་གི་ཅིག་ནས་ཀ་ལི་ཀ་ལས་ནས་རྒྱལ་པོ་དང་ཞི་བ་འདྲ་བོ་ཆགས་ད་ཅིག་དེ་ཙམ་པ་ལ་ད་ད་ནི་པ་ལི་གི་ཕྱོགས་གཅིག་ནས་ནང་ཆེ་དེ་ལྟར་ཕྱོགས་གཉིས་ནས་ནི་པ་ལི་གི་ཁོ་རང་གི་གཉེན་ཅིག་བཟུང་ཡོང་དེ་ད་ནི་པ་ལི་ལ་ད་འདི་མེད་རེད་བ།

ད་ངོ་ནས་ཅི་ནས་ཁོ་རང་མ་བཀྲོངས་པའི་སྔོན་དེ་ལ་ཞི་བ་དེ་བས་སེ་ཡ་དེ་གི་ཁུ་དེ་རོ་ཨ་ཅག་གི་བུ་གུ་རོ་ཁོ་རང་ལ་རྒྱལ་སྲིད་དེ་བཅང་གི་བཅུག་ཨ་ནས་གཞི་བུ་དེ་ལ་ངའི་བུ་འོ་དེ་དེ་བས་དེ་ཡ་ཚར་ལོངས་བྱུང་ཡོང་དེ་ཁོ་རང་ལ་བ་རྒྱལ་སྲིད་དེ་སྤྲད་ཤོག་ཨོ་ཟེ་ནས་ཁོ་རང་གི་ད་དེ་འདི་ཅི་ཡོད་ར་ད་དེ་གུ་འགན་དེ་སྐེ་ཡོད་དེ་ཁོ་རང་ད་བཀྲོངས་ཚར་ད་བཀྲོངས་ཚར་དེ་ད་འོ་དེ་དེ་བས་དེ་ཁོ་རྒྱལ་པོ་ལ་བ་ཤ་འདུག། རྒྱལ་པོ་ལ་ཅིག་ཞག་དེ་ཙམ་པོ་ལ་ད་ཨང་སོ་བ་ན་ཁོ་རང་གྲོངས་ཚར་རེད་འོ་དེ་དེ་བས་རྒྱལ་པོ་ལ་ཡ་ཆགས་ཡོང་སྟེ། དེའི་སྐབས་ཐོག་དེ་ལ་ཡང། རྗེས་སྤོ་ཟེར་ཡ་ཅིག་འདུག་རྗེས་སྤོ་རྒུབ་སྟག་དེ་ཡང་ཅིག་ཁོ་རང་ཚོ་གི་ཅིག་རིགས་ཅིག་རེད་ཤག་འོ་དེ་གི། ཁོ་རང་གི་ལག་པ་ནས་འཕྲོག་འདུག་རྒྱལ་སྲས་དེ་འཕྲོག་ནས་ཁོ་རང་གི་བུ་གུ་དེ་རྒྱལ་པོ་ལ་བཞག་འདུག་དོན་ཅི་དེ་ཙམ་པོ་ལ་དེ་ནས་ད་ནང་ནས་ནང་འཁྲུག་ར་ནང་འཁྲུག་ཡོང་སྟེ། འོ་དེ་དེ་བར་ཟེར་ཡ་དེ་བྲོས་འདུག་བྲོས་ནས་ནི་བུ་གུ། བུ་ལ་བག་ཕྱེས་འདུག། བུ་ལ་འགྲོ་དུས་ད་རྒྱལ་པོ་སོང་ཚུལ་འདུག་གབ་ཏོག་དེ་ལ་ད་རྒྱལ་པོ་སོང་ཚུལ་དག་རང་འདུག་ད། བུ་ནི་བཞུགས་དེ་ཉིད་གབ་ཏོག་ཅིག་རེ་བཞག། འོ་ཁོ་རང་བག་སོང་ནས་ནི་བུ་གིས་ད། བཟའ་བཅའ་ནི་ཁོ་རང་བག་དེ་ནི་བ་ལས་སུ་མ་ཡོང་བུ་དེ་རང་ནི་དེ། ད་ཁོ་རང་གི་འདི་བའི་གབ་ཏོག་དེ་ལ་ཁོ་རང་གི་བུ་དེ་ལ་ན་རེ་འདི་བ་ཟེར་གི། ན་རེ་འདི་བ་ཡང་བུ་ལ་བག་ཕྱེས་ནས་འགྲོ་འདུག། དུས་གཅིག་དེ་ནི་ན་རེ་འདི་བ་དེ་དེའི་ཆེན་པོ་ཆགས་ཡོང་དུས།

བ་བུ་གི་ནི་བུ་ནི་དང་ཨ་ནི་ན་རེ་འདི་བ་ཁོ་རང་གི་ནི་བ་ལི་གི་ད་བ་བདུན་སྟོང་གཅིག་ཁོ་རང་གི་གྲ་གྲིག་གཅིག་དེ་ནི་བོད་གི་དམག་དང་དེ་བོད་ཡིག་གི་དམག་གཉིས་གི་ཉམས་རུ་ཀུ་གི་ནི་བ་སོང་ནས་ནི་རྒྱ་གར་གི་དེ་ནི་ས་སྐྱ་དེ་བ་བརྒྱབ། བྱ་ཚང་དེ་ནི་གཏོར་རྒྱུག་དེར་བཅོམ་རྒྱུག་བཅོམ་བ་ཞིག་དེ་འདྲ་མང་པོ་ཞུ་འཕྲོག་དེ་ནི་ཨ་ར་བ་སོ་ལི་སི་ཡ་དེ་ཡོད་སོང་སོང་ནས་རྒྱལ་པོ་སྲོང་བཙན་སྒམ་པོ་གི་སྲོང་གི་ཞིག་ནས་ནི་བར་རྒྱ་ནག་ལ་ཁོ་རང་ཁྲིད་ནས་རྒྱ་ནག་ལ་བ་བཏང་བཞག་འདུག། ཨོ། དེ་ནས་ད་ངས་འདི་ནས་འདི་དང་པོ་དེ་རྡོར་སྐུ་འདྲ་བོ་གཅིག་འདུག་བ་རྡོར་སྐུ་འདྲ་བོ་དེ་འདི་རེད་འདུག། རྒྱལ་པོ་ཨང་སུ་བར་མ་རེད་ད་བེ་ཟ་ཁྲི་ཚིག་གི་དེ་ནས་བ་ལ་རེད། ཨོ་ལགས་སོ་དེ་ནས་བར་ཁ་ཤས་ཀྱི་དང་བཞག་ཡོད་ད་བར་དང་པོ་དེ་འདི་རེད་ཤག།

ཁྲིད་ནས་བོད་ལ་ཡོང་རྒྱལ་པོ་སྲོང་བཙན་གྱི་ད་ཡོད་ས་ལ་ཚུར་ཡོང་ནས་ཁོ་རང་བོད་ནས་བ་དེ་བོད་ནས་བཀྲོངས་ཚར་རེད་རྒྱལ་པོ་ཨོ་དེ་རེད་ཤག་དེའི་རྗེས་དེ་ལ་ད་ཁོ་རང་གི་བུ་གི་དེ་རྒྱལ་པོ་ཆགས་རོགས་དེའི་འོག་གི་དེ་ད་བོད་ཀྱི་སྐབས་ཐོག་དེ་ལ་བོད་ཀྱི་ས་ཆུན་ཆེ་ཆུང་ག་ཚོད་ཡོད་མེད་ནེ་པ་ལི་གི་ས་ཆུན་བ་དེ་རེད་ཤག་དེའི་འོག་གི་བར་དེ་རྒྱ་ནག་གི་དེ་ནས་ཝང་ཤོན་བཙུན་ཟེར་ཡ་དེ།